ཁྱོད་རང་ཚོ་གིས་ངའི་མགོ་ས་ལ་མ་ཉན་མ་བྱེད་ངའི་མོ་མགོ་ས་གང་ཅུའུ་མ་འཇུ་ལེ་ངས་བློ་བཟང་སེང་གེ་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་བོད་དོན་རྩ་དོན་འདི་འཛམ་བུ་གླིང་གི་སྡིངས་ཆ་གང་ལ་མི་འདུག་ལ་ཡ་འདྲ་བོ་གིས་དཀྲོག་གཏམ་འདྲ་བོ་ཅིག་སྤེལ་ཨ་སོ་སོ་ལ་འགན་ཅི་མི་འཁྱོག་འདྲ་བོ་ཨ། ལོ་བཅུ་རྒན་མེད་བའི་ལས་ཀ་ལས་བ་རེད་ད་འདོད་ཡིན་ནས་ཨ་སྲིད་ཟུར་ཟུར་པ་ཆགས་ནས་ད་འདོད་ཡིན་ནས་ཡོང་ནས་སྤྱི་ཚོགས་ནང་ལ་རྙོག་པ་ཅིག་སྤེལ་བྱས་ནས་ཨ་སྤེན་པ་ཚིང་ལ་ཨ་ཁྲག་མདོག་གི་ཨ་རྣམ་པ་ཅིག་ངས་ང་ཚོ་མཐོང་གི་འདུག་ཁྱོད་རང་ཁྲག་མདོག་གི་ཚོད་ལྟ་བྱ། སྙིང་རྗེ། ལེགས། འོ་འདི་འདྲའི་དགྲ་བོ་ཅིག་ཡིན་འདི་གང་ལགས་ཨ་ནི་ཁྱེད་རང་གི་དཀྲོག་གཏམ་འདི་འདྲ་ཅིག་སྤེལ་ཨ་ནི་ལྷ་རྒྱ་རི་གནམ་གྱི་འགྲོ་ཁ་ཨེ་ཤི་བོ་ཅིག་རྫ་བྲག་ཚང་ཉག་ཧ་བོ་ཨ་ཆུ་བ་ཁོན་ཁྱོད་ཡས་ཀྱི་ཨ་ཨེ་ཧེ་ཧེ་ཧེ་ཧེ་ལ་ནི་ལ་ཡས་ཀྱི་ཨ་འདི་འདྲའི་དགྲ་བོ་ལགས་ཡིན་འདི་གང་ལགས་ཨ་ནི་སྙིང་རྗེ་མི་དེ་ཚོ་ཡང་དགོས་མི་མ་ཁྱོད་རང་ཚོ་ཡང་དགོས་ཅི་ཡི་ཡོད་མ་རྟགས་ཁྱེད་རང་ཚོ་ང་ལས་མ་སྙིང་ལས་མ་སྙིང His Holiness ལ་སྙིང་ངས་ཁྱེད་རང་ཚོ་ལ Recording Play བྱེད་དགོས

ཨ། དེ་དུས་བར་དུ་ཁྱོད་རང་ཚོ་རོ་ཨ་བསམ་བློ་བཏང་ཚར་བ་ན་ཚར་བ་རེད་རོ་ཨ། ཁྱོད་རང་ཚོ་འདི་བརྟན་བཞུགས་དེ་འདྲ་ལ་ག་རེ་བྱེད་དགོས་ན་བྱེད་པ་རེད་མ་བྱེད་ན་རོ་ཨ། ངས་ཁྱོད་རང་ཚོ་ལ་ཨེནྡྲའི་བིདེའོ་མང་པོ་ཨ། ངས Proof མང་པོ་སྤྲད་དགོས་གི་ཁྱོད་རང་ཚོ་སོ་སོ་སོ་སོ་ལ་ངོ་ཚ་ཡ་བྱེད་ཨ། རྒྱ་རོམ་བཅས་ཀྱི་མདུན་ལ་ལངས་ཡ་གི། རྒྱ་རོམ་བཅས་ཀྱི་འགྲམ་ལ་བུན་ལངས་ཡ་ངོ་ཚ་ཡ་བཟོས་གོ་རྒྱ་རོམ་བཅས་ཀྱི་གཡས་གཡོན་ལ་འཁོར་ཡ་ད་ཕར་ཚེ་ཕར་རོ་ཨ། རྡ་རམ་ས་ལ་ལ་མིག་གིས་མཐོང་བ་ཙམ་ལ་མིག་གིས་ཨ། མིག་གིས་ཁྱོད་རང་ཚོ་ལ་བལྟ་བ་ཙམ་ལ་ཁྱོད་རང་ཚོ་ངོ་ཚ་ཡ་ཡོད་པ་ཅིག་ངས་བཟོས་གོ་ཨ་ལས་ཨ་ཡིན། ཧ་གོ་སོ་ཨ། ཨ་ད་ག་ན་ཤི་ངེད་ཀྱི་ཟླ་མགོ་ཁ་ཚིང་སེར་ཏྲ་ཚུལ་ཁྲིམས་དང། ཨ། ཨོ་རྒྱན་སྟོབས་རྒྱལ་དང་ཁོ་རང་ཚོ་གི link ག་འདྲེ་དོ་ངས་དཔར་བླུ་ཡོད་བ་ཁོ་རང་ཚོ་ཡུ་རོབ་ལ་འཆམ་འཆམ་ག་འདྲེ་བྱེད་ཀྱི་འདུག་ལ་ནི་འོ་དེ་བླུ་ཡོད་བ་ཁ་ཚིང་སྙེ་མ་སྙེ་མ་ངས་རྣམ་རྒྱལ། ལྷ་རྒྱ་རི་རྣམ་རྒྱལ་གྲོ་ག་དང་གྲགས་པ་རྒྱལ་མཚན་དང་ཁོ་རང་ཚོ་གི་དཔར་བླུ་འདུག་ཨ་སྨན་ལམ་ཐར་སྦྱིན་དང་མཉམ་དུ་ཨ། འདུག་ཨ། ཨ་འདི་ནས་སྐུ་ཞོན་གཉིས་ཨ་ད་དེ་གུ་རི་རྒྱན་གྱི་སྐུ་ཞོན་གཉིས་དང། གྲོ་ག་ལྷ་མོ།

དཀའ་ངལ་འདྲ་བོ་ཅིག་ལ་ཡོད་འོ་རེད། ཡོད་པའི་ནང་ནང་ལ། ནང་ལོགས་ན། ལ། ཁྱེད་རང་ཚོ་མང་པོ་ཅིག་གིས་ད་འདུག་ང་ལ་བརྗེད་དཀའ་ཡོད་རེད། འདི་ཕྱི་ནས་བྱེད་དུས་གང་ལ། ཨ་ནི། ང་ཚོ་གི་འདི་སྐད་ཆ་འདི། ཁྱེད་རང་ཚོ་གི་ཡོང་བ་ཙམ་ལ་སུ་འདྲ་ཚོང་རྒྱག་ཡ་གི་དུས་ཚོད་རེད། དེ་འདྲའི་སྐབས་ལ་ཁྱེད་རང་ཚོ་འདུག་ཡོང་བ་སྐབས་ཙམ་ལ་ག་རེ་སྟོན་དགོས་འོ་རེད་ལ་ན་ཁྱེད་རང་ཚོ་ལ་དངོས་གནས། སེམས་ཤུགས་དང་སྙིང་སྟོབས་ཡོད་པ་འདི་ཨ་ང་རང་ཚོ་བོད་པ་ཅིག་ཡིན་པ་འདི། ཨ་རྟགས་མཚན་སྟོན་གི་ཡོད་རེད། དཔེ་ཡག་པོ་རེད། ཡིན་ནའི་ཡང་མི་འདེད། ཨ་ད་གནས་སྐབས་རེ་ང་ད་ད་ཁ་ལོག་རེད། ང་རང་ཚོ་གི་བོད་པ་ནང་ལོག་ལས་ག་དུས་ནས་རྡོག་རྩ་གཅིག་སྒྲིལ་མཉམ་མཉམ་དུ་དཔུང་ཡག་གི་གོ་སྐབས་འདྲ་བོ་ཅིག་ག་དུས་ནས་ཨ་གཅིག་ག་རེ་ཡིན་ནའི་ད་བྱུས་འགྲོ་བྱེད་དུས་ག་ལ་ཨ་ནི་ཡང་གཅིག་མ་ཡོང་ངེས་འདྲ་བོ་རེད། ཨ་ནི་ང་རང་ཚོ་ནང་འགོག་རང་ལ་ཨ་གོ་ཐང་མ་འཕྲོག་ནས་ནང་འགོག་རང་ལ་གཅིག་ཐུབ་ཚོད་བཏང་མ་ཐུབ་ནང་གོ་རང་འཛིང་མ་ཐུབ་ནས་བདེ་ངན་འདྲ་བོ་ཅིག་ཨེ་འདྲའི་འདྲ་བོ་ཅིག་ད་འདི་ངེད་ཀྱི language ལ་ལ་ཡོད་དོ་ལོ། ནི། ང་རང་ཚོ་ནང་གོ་ལ་མ་ཐུབ་ནས་བསྡད་ཤགས། ཨ། ང་རང་ཚོ་གང་ག་ཨ། བོད་མི་སྒྲིག་འཛུགས་དང་ཨ་ནི་བོད་ཡུལ་གཞུང་གི་ཨ་ནི། བཙུགས་བཞག་རྒྱོ་གི་དེ་གི་བར་ལ་བསྡད་ནས་སྐད་ཆ་དེ་ཨ་གོ་ལྟ་འཕྲོད་ཡ་འདྲ་བོ་དེ། བྱེད་དགོས་ཡ་རེད་དེ་ཡིན་ནའི་ཡང་ང་རང་ཚོ་ནང་གོ་ལ་ཨ། ཕ། མ་ཐུབ་ནས་བསྡད་ཤགས། ཨ་ནི། འོ་འདི་འདྲའི་འདྲ་བོ་ཅིག་བྱེད་དེ་གང་ལ་ལ་ནི་ཨ་འདི།

ད་ཉོན་ཡང་ལོ་མི་མ་འོང་ཨེ་འདྲས་འདྲ་བོ་ཅིག་གསུང་གི་འདུག་ད་འདི་ལ་དུས་གང་ལ་ད་ཁྱོད་རང་ཚོ་རང་བཙན་ལ་ནི་ངར་ངར་ཤུག་ཤུག་བྱེད་ནས་ཨ་ཁྱོད་རང་ཚོ་དངོས་གནས་རང་གི་གཞོན་ནུ་ཡིན་ན་ཡིན་མེད་ན་མེད་སུ་དང་སུ་ཡིན་ན་མི་འདས་ལ་ཀྱི་ནོ་ཁྱོད་རང་ཚོ་འགྲོ་ནི་ལ་ནི་ངའི་སྡུག་ཅག་ལ་དབོ་མར་ད་ད་མ་འགྲོ་རང་འགྲོ་ཅིག་རེད་ཡིན་ནི་ད་འདོད་ནས་བསམ་བློ་བཏང་ད་ཨ་ང་རང་ཚོ་ཚང་མ་བོད་མི་འབྲུག་ཚོགས་ཀྱི་བཀའ་ཅིག་ཉེས་ནས་ཨ་ནི་འགྲོ་དགོ་རེད་ང་ཚོ་ལ་སྲིད་སྐྱོང་འདུག་ཨ་སྲིད་སྐྱོང་ཡོད་གི་ཡོད་གི་ལ་ང་ཚོ་སྲིད་ཟུར་གྱི་སྐད་ཆ་ཉན་དགོ་ཡ་མི་འདུག་ཨ right ང་ཚོ། དུས་དང་མཉམ་དུ་འགྲོ་དགོས་འོར་བ། དེ་ནང་ལོགས་ལ་ཡང་ད་གེ་ཧེ་སོ་ལེ་ནོས་ཀྱིས་དུས་དང་མཉམ་དུ་འགྲོ་ཡ་གི་སྐད་ཆ་དཔེ་མང་པོ་བཤད་གི་འདུག་ད་ཁྱོད་རང་ཚོ་རོ་ཨ་པོལ་གང་ལ་རྫ་ཡ་འདྲ་བོ་དང་ཨ་ནི་ཨ་ཞི་བོ་ཅིག་དེ་བེག་བེག་འདྲ་བོ་རྒྱབ་ལོགས་ལ་ཁྱི་ནས་འགྲོ་ནས་ཨ་ཀེམ་པའི་རྒྱབ་ནས་ཤིག་མང་པོ་ཅིག་བྱས་པ་ལས་ད་ཁྱོད་རང་ཚོ་ཨ་ལེ་དང་པོ་དེབ་ཀློག་ན་མཱེ་ཀལ་གི་དེབ་ཡོད་ལ་གི་འདུག་བ་ཁྱོད་རང་ཚོས་དབྱིན་ཇི་མཁས་པོ་དེ་འདྲ་ནི་རེད་ཤག་པེ་ཏྲེ་པེ་ཏྲེ་པེ་ཏྲེ་པེ་ཏྲེ་བཤད་ནི་བཤད་གི་འདུག་རོ་ཨ་མཱེ་ཀལ་གི་དེབ་ཀློག་ན། ལོ་འོག་ནས་ཨ་ནེ་མཉམ་དུ་ཨ་ཁྱོད་རང་ཚོ་ལ YouTube channel ལ་ག་བ་ག་བ་ལ་ཁྱོད་རང་ཚོ་ལ་ག་ལེ་གི་རེད་དེ Influencer ཁན་ཚ་བོ་ཁན་ཚ་བོ་ཆེན་པོ་ཆེན་པོ་དེ་ཚོ་གི་གོ་སྐབས་རག་ནི་རག་གི་འདུག་ཨ་དེ་ཚོ་ལ་སྤུངས་ན་ང་ཚོ་ལ་དེ་རག་གི་མི་འདུག་རེད་བ་ང་ནི་མི་ནང་ནས་ག་ཚོད་ཐུག་གི་འདུག་དེ་བྱེད་གི་ཡོད་ཁྱོད་རང་ཚོ Influencer ཆེན་པོ་ཆེན་པོ་ཚ་ལ་བབ་ཐུག་གི་ཡོད་དོན་ཐུག་གི་ཡོད་འཇིགས་མི་ཨུ་རྒན་དང་ཕྱི་མི་གླ་མོ་འདྲ་བོ་དེ་ཚོ་དོན་ཐུག་གི་ཡོད་ལ་དེ་གང་ལ Michael གི་དེབ་དེ་ཀློག་གོ་རེད་ཞེ་དྲག་ཧ་ཡིག་ཆོད་གི་མ་རེད་ཁྱོད་རང Michael གི་དེབ་དེ་རག་ཐུག་བ་ཅི་བློ། ཨ་ནི་དེ་ནས་ཕྱིན་ནས་ཕ་བཤད་དང་ཨ་ནི་མཉམ་བྱ་ཡོད་རེད་ཡིན་ནོ། ཨ་གཞན་ད་ལྟ་ཡིན་ནས་ངར་ངར་ཤུག་ཤུག་འདྲ་བོ་བྱེད་ཅིག་ཡིན་ནོ། ཧྥུ་ལན་དེ་བི་འདྲ་བོ་དོན་ཨ་ཅིག་གིས་གི་གོ་བི་འདའ་འདྲ་བོ་དོན་བྱེད་ན། རྒྱ་ཟིན་སུ། དེ་བྱས་ནས་ཁ་ཟིན་སྙེ་མ་ཁྱོད་རང་ཚོ་རྒྱ་བོར་མི་བྱེད་གི་བིདེའོ་བྷ་རལ་འགྲོ་དུས་གང་ལས་ཁྱོད་རང་ཚོ་གི་ཨ་འཁྲབ་རྒྱ་འཁྲབ་འཁྲབ་སྦུག་སྦུག་བྱས་ནས་ལགས་ད་ལ་ཐ་མ་ད་ཤུ་ལ་ཞུགས་སྐད་ཐུག་སོད་ཐུག་མ་སོ་བ། ང་རང་ཚོ་གི་གནས་སྟངས་ཨེ་འདྲས་རེད་འདུག་ཨེ་ལ་ན་མི་འདུག་ལ་ཅག་མི་འདུག་ལ་ན།

ཨ་ནི་ངའི་ལག་གི་དུ་བ་བཏགས་པ་རེ་ཞིག་ང་ཡག་གི་ཨེ་ནས་ཁྱོད་རང་ཚོ་ངོམ་ཆོག་ཡག་གི་ལས་ཀ་ཅིག་བྱེད་ད་ལ་ནི། ངའི facebook wall ལས་ཁྱོད་རང་ཚོ་བཀྲམ་མཐུ་ཡག་གི་ལས་ཀ་ཅིག་བྱེད་ད་ཨ་འདི་ག་གཅིག་པོ་མ་རེད་ངས་ཁ་ཟིག་ཁྱོད་རང་ཚོ San Francisco ལ་སྐྱེན་པའི་རྒྱ་དུས་གང་ལ་ཨ་ཕེ་གྷལ་ལ་ག་རེ་ཨུ་གོར་རེད Mongolian རེད Mongolian གི་སྐྱེན་པའི་རྒྱབ་སྡེ་གྱོད་དུས་གང་ལ་པར་དུ་བླུགས་ཡིན་ད་སྤུ་གུ་གཅིག་གི་གོ་བརྡ་ཡང་མ་འཕྲོ་ནས་ང་ལ་ག་རེ་ལ་ཟ་ད་ཨ་ལེ་ཁྱོད་རྒྱ་མི་དམར་ཤོག་གི་ཕྱོགས་ནས་རེད་འདུག་ཨ་ཟ།

རང་ཡོད་པ་ལ་ཡིད་ཆེས་ལང་ཀ་རང་པོ་གསལ་བོར་གཅིག་ཆོད་ཡོད་ཡག་རེད། ཐའེ་ཝན་ནས་བར་ལམ་མི་འདི་འདྲ་ཕྱིན་ཡག་རེད། ད་འདི་རྒྱ་བོད་རིན་པོ་ཆེ་གི་དགུ་བཅུ་གོ་བཞི་ལ་སྲུང་སྐྱོར་ད nineteen ninety four ལ་ཨ་རྒྱ་མི་འགྱུར་བ་ཐེག་གི་ཡོད་རེད་ཐེག་གི་ཡོད་རེད་ཐེག་གི་ཡོད་རེད་ད་ད་ལྟ་ཐེག་གི་འདུག་ཨ། རྒྱ་ནག་ནང་ལོགས་ལ་ཁོ་རང་ཚོ་ཨ། དམར་ཤོག་ནང་ཁོག་ལ་དམངས་གཙོ་དགོས་ཡོད་ལ་ནི་མི་མང་ག་ཚོད་སྐད་རྒྱག་གི་འདུག་ཨང། ཁྱོད་རང་ཚོས་དྲན་གྱི་མི་འདུག་ན་ཁ་རྩིང། ཇི་མི་ཇི་མི་ཨ་ཅག་ཨ་ཅག་ལ་ནི་ཞེས་དེ་བཏང་ནས་འདྲེ་སློང་ནས་བྱིས་དུས་གང་ལ་ཁོ་རང་ཚོ་གི་ཁ་ལ་འོ་ལ་ན། མི་ལ་ཁ་ལག་ཟ་ཡ་ཡན་ཆད་རག་གི་མི་འདུག་དཀའ་ངལ་འདི་འདྲེ་ལ་ཕོག་འཕྲོག་གི་འདུག་ལ་ནི། ཨང། དེ་འདྲས་བྱས་ནས་ཁོ་རང་ཚོ་གི་ཨ་ཁོ་རང་ཚོ་ནང་འོག་ལ་ག་འདྲས་བྱུང་སོང། དེ་ཚོ་ཚང་མ་ཕྱོགས་བཞི་འདའ་ན་ངོ་ཤེས་མཁས་པ་རེད་ལ་ན་རེ Futuristic རེད་ལ་ན་རེ་བསམ་བློ་ཐོང་ཆེན་པོ་རེད་ལ་ན་རེ་ག་རེ་ལ་ན་རེ་དེ་གི་རེད་ད་ཧ་གོ་གི་ཡོད་ཨ་མི་མང།

ཨ། པིན་ཆུ་བོའི་སྐབས་ལ་དྭགས་ང་ཚོ་ལ་ཨ། Autonomous Act། བསམ་བློ་བཏང་ན་འགྲིག་གི་རེད། རང་བཙན་ཡོང་གི་མ་རེད་དུས་དོན་ནས་བཤད་ཚར་བ། དུས་དོན་ནས་ང་རང་ཚོ་མི་མང་འདི་ཚོ་ཨ། ཕུར་ཏི་ཅི་མང་དྲགས་ནས། ཨ། ག་རེ་ས་རང་བཙན་ལབ་ནས་ལབ་རུ་བ། ལབ་ནས་ཨ་ནི་ར་ཡང་མ་རུ་བ། ད་མ་ར་དེ་གང་ལ་ཨ་ནི་ལགས་ལ Bargain བྱས་ནས་ད Autonomous ཡིན་ནའི་འགྲིག་གི་འདུག་ལབ་རུ་བ། ཡིན་ནའི་ཡ་བྱེད་ངན་ར་ཟེ། དེ་བྱས་ནས་ལ་ཡོད། སོ་སོ་སོ་སོ་སྡིངས་ཆ་གང་ལ་དེ་ཤེས་དགོས་རེད། ཨ། སོ་སོ་སོ་སོ་དང་པོ་ནས་མ་བབས་ཚར་ན་ཨ་ནི་བབས་ཚར་རེད་ཨ་ནི་ཕར་ཆོད་ལ་གར་ཆེན་ནི་མགུ་བདེ་གོ་རེད་ཀའོ་ཧྥེ་འདེ་གི་སྐད་ཆ་ལ་ཉན་པ་ཡིན་ན་རོ་ཨ་རྒྱ་མིའི་དམར་ཤོག་གི་ཨེ་འདྲའི་ལབ་གི་རེད་རྒྱ་མིའི་དམར་ཤོག་ཁོ་རྒྱ་མིའི་དམར་ཤོག་གི་བཀའ་ལ་མགུ་བདེ་གོ་འདུག་ང་ཚོ་རྒྱ་མིའི་དམར་ཤོག་ལ་བཀའ་ལ་མགུ་བདེ་གོ་མ་རེད་ང་རང་ཚོ་སོ་སོ་ཨ་ལག་པ་རྐང་པ་བསམ་བློ་བེད་སྤྱོད་བཏང་ནས་ང་རང་ཚོ་སོ་སོ་ཐང་སྟེང་ལ་བབས་ནས་སོ་སོ་གི།

ང་ཚོ་གཅིག་བྱེད་ཀྱི་བྱེད་ཀྱི་ལ་ཨ་ནི་ཏག་ཏག་དེ་ཐའེ་དབན་གྱི་སྒང་ལ་ཅིག་ལ་དགོས་ཡ་འདྲ་བོ་ཆགས་དགོས་ཡ་འདྲ་བོ་དངོས་གནས་བྱས་ན་ང་ཚོ་ཚང་མ་གཅིག་སྒྲིལ་ལ་སླེབས་དགོས་ཡ་རེད། ཨ་ཕར་རོགས་པ་བྱེད་ཀྱི་ཚུར་རོགས་པ་གླེང་བྱེད་ཡ་གི་དུས་ཚོད་རེད་རོ། ཡིན་ཨ་ནི་ང་རང་ཚོ་གི་མི་དེ་མི་ཁ་སྤྲད་ཀྱི་ཡོད་མ་རྟགས་མི་གང་ག་གཅིག་པ་རེད་ལ་ནི་གཅིག་སྒྲིལ་ལ་ཡ་དུས་ཡོང་དགོས་རེད།

གོ་བརྡ་འཕྲོད་ཀྱི་འདུག་བས། ང་དེ། གར་ས་ཚོགས་པ་ཁག་ནང་ལ་ཚོགས་ཚོགས་ལ་གང་ལ་ལངས་ངེས་དེ་ཚོ་ལ་རྒྱལ་མོ་ར་ཅིག་ཤོག་ཡོང་གི་འདུག་ཕྱག་ལས་ར་ཅིག་རྒྱབ་ངེས་འདུག་ཕྱག་ལས་རྒྱབ་ཀྱི་ཡོད actually ང་ཡིན་ནོ། ཁྱོད་ཚོ་ལ་ཨམ་ཅོ་ཡོད་པས་ལན། ཨ། ཚོགས་ཚོགས་མགོ་ཁྲིད་ཁྲིད་ཡ་ལ་ཨ་ལས་དང་པོ་ཁྱོད་རང་ཚོ་ལ་ཨམ་ཅོ་གོ་བརྡ།

འདེད། རང་བཙན་གྱི་ག་རེ་བྱས་ཡོད་རེད། ཉིས་སྟོང་བརྒྱད་ལ་སྐྱེས་འཕེལ་རྒྱ་གར་ང་ཕྱིན་པའི་ཨོ་ལེམ་པིག་སྐབས་ལ། འཛམ་བུ་གླིང་གི་སྐད་གྲགས་ཡོད་ཡོད་པའི་ཨོ་ལེམ་པིག་ཏུ་ཐའོ་ཟན་ཨེརྟི་གི་སྐབས་ལ་སྐྱེས་འཕེལ་རྒྱ་གར་ང་ཕྱིན་པའི་བྷི་གྷལ་ལ། ང་ལ་ག་ཚོད་མྱངས་སོང། དེ་དུས་སྒང་ལ་ཨ་མགོ་ཁྲི་ངན་གཅིག་དཀོན་མཆོག་ཡར་འཕེལ་རེད་འདུག་བ་ད་ལྟ་ཡོད་འགྲོ་སོང་ན་འདུག་བ། བསམ་བདེ་ཆོས་བཟོ། ད་ལྟ་གྲོ་བཟོ་ནང་ལ་ཡོད་མཁན་ཞིག་འདུག་ཨ། ཁོ་འཇོ་ཡང་འབེལ་ཁོ་རེད། ཨ་ག་རེ་བྱས་སོ། ང་ལ་ག་འདྲའི་དགྲ་བོ་ཅིག་བྱུང་སོ། དེ་འདྲས་བྱས་ནས་ང་རང་ཚོ་དེ་སྤུ་གུ་དེ་ཚོ་རེ་རེ་གཉིས་གཉིས་བྱས་ནས་ཨ་ཨ་ཐ་ལ་བྷི་ཏྲི་ཝོར་ཧ་གུ་གུ་ཡོད་བས། ཨ། བི་རྒྱལ་བབ་རང་བཙན་དཀྲུག་ཨར་ལི་ས། ཧ། ཁྱོད་རང་ཚོ་རང་བཙན་དཀྲུག་ཨར་ལི་གི་སྐད་ཆ་ཡོད་མ་རེད་ཧ་གོ་སོ་ཨ། རང་བཙན་ལ་ནི། ངས་ཁ་རྩང་རང་ཁྱེད་རང་ལ་འགྲེལ་བཤད་རྒྱག་ཚར་ཟིན་ཨ། ཨ། ག་རེ་ས། མའོ་ཙེ་ཏུང་གི་སྐབས་ལ་ང་ཚོ་རང་བཙན་ཕོག་པ་རེད་རེད་བ། ད་རིང་ཤི་ཅིང་པིང་ཤི་ཅིང་པིང་དང་མའོ་ཙེ་ཏུང་ལ་བས་ན་ཨ་པ་པ་དང་བུ་གི་ཚེ་ལ་བཞག་ད། ཨ་བུ་གི་སྐབས་ལ་ང་ཚོ་སློང་ནས་སྤྲད་པ་ཡིན་ན་སང་ཉིན་ཤི་ཅིང་པིང་གི next སུ་སླེ་གི་རེད་བ་སྤུ་གུ་གཅིག་གི་སྐབས་ལ་ཁོས་ག་རེ་ལབ་གི་རེད་ང་ཚོ་མའོ་ཙེ་ཏུང་སྐབས་ལ་གླེང་བཞག་གི་རང་བཙན་དེ་ཁྱོད་རང་གི་ཤི་ཅིང་པིང་ཁྱོད་རང་གི་སྤྲད་ཡིན་པ་ལབ་གི་རེད་བ། ཨ་འདི་བྱས་ནས་ཤི་ཅིང་པིང་སྤྲད་གི་རེད་བས་བསམ་བློ་ཡག་པོ་བཏང་ད། ཨ། ཁྱོད་རང་ཚོ་ཨ། དམག་འཛིན་མཁའ་འགྲོ་གི་ཡིན་ལབ་པ་ཡིན་ནས་ཨ། བསམ་གཏན་ཆོས་ཚོགས་ཁྱོད་དང་ཁྱོད་འདྲ་བོ་ཨ། ལྷ་རྒྱ་རི་རྣམ་རྒྱལ་གྲོག་མཁར་འདྲ་བོ་དང། སྟོན་རྩེ་བཙུན་འགྲུལ་འདྲ་བོ་དེ་ཚོ་ད་ལྟ་བར་དུ་སྨྲ་བཞིན་གར་བཞིན་བསྡད་པ་རེད་ཨ། འགྲོ་གོ་རོགས་ཨ། ཨ། ཞི་བའི་གོམ་འགྲོ་དང་ཞི་བའི་གོམ་འགྲོ་ལ་ནི་ཞི་བའི་གོམ་འགྲོ་གི་མིང་ལ་ཨ། འགྲོ་ནས་ཤིན་མང་པོ་སྐྱགས་སོ་ཨ། ཨ། ད་ལྟ་བར་དུ་ག་རེད་འགྲོ་ཟེར་བའི་ཞི་བའི་གོམ་འགྲོ་ཨ། ག་དེ་ཡིན་ནས་རྡ་རམ་ས་ལ་ནི་མ་བབས་ནས་རོ་སྤར་བར་དུ་ཅིག་སླེ་གི་རེད། ཅཱནྡི་གར་བར་དུ་སླེ་གི་རེད་ཧ་ལས་ན། ལྡི་ལི་བ་དོད་ཁོམ་ཞི་བའི་གོམ་བགྲོད་སླད་མེད་བ། སོགས་བོད་ནང་ལ་ཞི་བའི་གོམ་བགྲོད་བགྲོད་ཡ་གི་མིང་མང་པོ་བགྲོད་ཡིན་པ་རང་འཛིན་གི་མིང་ལ། གར་སྤྱི་དུ་ཡོད་དྲང་པོ་ཡིན་ད། རོག་པར་བ་དོད་སླད་དུས་གང་ན་ང་རང་རང་རོག་པར་ལ་ཕ། པེ་པེ་པེ་ཤར་སྐད་ག་ཆིན་པི། ཨ། ང་རང་རང་ཞལ་འདེབས་དང་ཨ་ཆུ་དང། ཀ། སྐད་ལ་དང་ཨ། པེ་ཤ་ཞལ་འདེབས་དང་བྱས་ནས་ང་ཚོ་ཕེ་ཁེ་བོད་མི་ཚོགས་པ་གི་ལག་པར་སྤྲད་སླད་རོག་པར་ལ་ཧ་ཧུ་སོ་ཨ། བསྟན་འཛིན་བརྩོན་འགྲུས་ཀྱིས་ད་རོག་པར་བ་དོད་བབ་མི་འདུག་ད་རམ་ས་ལ་ནི་མ་ཐོན་པ་དང་ན་ལམ་སང་འཇུས་ཚ་ཤ།

ཁྱོད་འདྲ་བོ་བསམ་སྡེའི་ཆོས་ཚོགས་ཁྱོད་རང་འདྲ་བོ་ཅིག་ཡིན་པ་ཡིན་ན་རོགས་ཨ། ཨ་མདའ་སྤྱི་ཚོགས་ཀྱི་ནང་ལོགས་ལ་ང་ལ་དྲིས་ཀྱི་འདུག་ཨ་ག་རེ་བྱེད་བཞག་ཡོད་ལེ་ཡི་འདུག་ཨ། དངོས་གནས་བྱེད་མ་བཞག་གི་འདུག་ཁྱོད་རང་རེད་འདི་ཕྱི་ནས་ཁྱེད་རང་ལ་འདྲི་སྐད་ཆ་བཤད་དགོས་རེད། གལ་སྲིད་ཁྱོད་རང་གིས་སྤྱི་ཚོགས་ནང་ལོགས་ལ་དངོས་གནས་ཅིག་བྱེད་བཞག་ཡོད་ན། ཁྱོད་རང་ང་ལ་སྐད་ཆ་འདི་དྲིས་ཀྱི་དགོས་རང་མ་རེད་ཧ་གོ་སོ་ཨ། ཁྱོད་རང་ཧ་གོ་གི་རེད་ཀྱི་འདི་འདྲའི་བྱེད་ངན་ཅིག་ལ་དཀའ་ངལ་ག་ཚོད་འཕྲོག་གི་འདུག་ཨ་ལ་ནི།

ཆུ་བཞི་ཁང་དྲུག་གི་གལ་སྲིད་ནུས་པ་ཅིག་བཏོན་པ་ཡིན་ན་བཏོན་ཐུབ་ཀྱི་རེད་བསམ་ཡ་ཅིག་ཡོད། His Holiness གིས་རེ་བ་བརྒྱབ་སྐོར་དང་ཁྱེད་རང་ཚོ་གི་བརྟན་བཞུགས་འདིར་བ་ཡ་ཕུལ་མ་ཕྱི་དེང་རྒྱབ་ཡ་ཕུལ་མ་ཕྱི་དེང་རྒྱབ་བྱེད་དུས་གང་ལ་སེམས་པ་ག་ཚོད་མོ་གོ་ག་ཚོད་ན་སོང་ན་མི་འདེ། ད་འདོད་ཡིན་ནས་ཁྱོད་རང་ཚོ་ལ་གོ་སྐབས་གང་ལ་གོ་སྐབས་གོ་སྐབས་གང་ལ་གོ་སྐབས་སྤྲད་ནས་བཞག་ཡོད་ཧ་གོ་གི་ཡོད་བ། ཁྱོད་རང་ཚོ་ལ་དི་གོས་སྙིང་རྗེ་བྱས་ཡོད་རེད། ཧཱུྃ་བཟླ། གོ་སྐབས་སྤྲད་ནས་བཤགས་གོ་སྐབས་སྤྲད་ནས་བཤགས། ཨ་ནི་ང་རང་ཚོ་གི་ཆུ་བཞི་སྒང་དྲུག་ནང་ལོགས་ལས་མི་མང་བསམ་བློ་བཏང་གོ་རེ་ད་ང་རང་ཚོ་ཁམས་པ་དང་ཛའོ་ཨ་རོ་ཁམས་པ་ཨ། བསམ་བློ་བཏང་གོ་རེ་ད་ཆུ་བཞི་སྒང་དྲུག་གི་འགོ་འཛིན་ལ་ཨ་མིག་རྙོག་པ་བློ་བཟང་བསྟན་འཛིན་འདྲ་བོ་དེ་ཚོ་བཞག་ཡོད་འདི་གང་ལ་ཨ་ནི་སྤྱི་ཚོགས་ནང་དཀྲུག་ཤིང་འདི་འདྲས་ཕེ་བོ་བོར་ཧཱུྃ་བཟླ། ཨ་ནི་དེ་ནས།

ཨ། འདི། གོང་མ་འགྲིག་པོ་འདི་ག་སུ་ཕེབས་ཚར་རེད། ད་འདོད་ཡིན་ནའི་ང་རང་ཚོ་རྡོག་རྩ་གཅིག་སྒྲིལ་རྡོག་རྩ་གཅིག་སྒྲིལ་ལབ་འོག་རེད་ད། ང་རང་ཚོ་བསམ་བློ་བཏང་ཡག་རེད་ད། ཨ། ང་རང་ཚོ། མདོ་སྟོད་ཀྱི། ཚོགས་པ་ག་བ་ལ་ཡོད་པ་ཡིན་ན། ཚང་མས་ཀྱི་བསམ་བློ་བཏང་ཡག་གི་དུས་ཚོད་ཅིག་སླེབས་ཡོད་རེད་ད། ཨ། བོད་མི་རིགས་ལ་ཤ་ཚ་ཡོད། བོད་ནང་གི་མི་ལ་སྙིང་རྗེ་ཡོད། ང་རང་ཚོ་གི། ཨ། བཙན་བྱོལ་གྱི། བོད་མིའི་སྒྲིག་འཛུགས་ནང་གཅིག་ཆགས་དགོས་འདུག་གཅིག་བྱེད་དགོས་ཀྱི་འདུག་ལ་ན། ད་ངོ་ནས་ང་རང་ཚོ་རེ་རེ་གཉིས་གཉིས་ཁམས་པ་རེ་རེ་གཉིས་གཉིས་ཀྱིས་ཨ། ད་ཡར་ལངས་ནས་སྐད་ཆ་གཅིག་ཨ་ཆུ་བཞི་གང་འགྲོ་གི་ཨམ་ཆུ་ནང་བླུག་གོ་ནས་བླུག་གོ་འུར་ད་ཁྱོད་རང་ཚོ་བརྒྱད་ཅུ་དགུ་བཅུ་གི་ལྡབ་ཤུལ་གླེང་མཁན་དེ་ཚོ་ཁྱོད་རང་ཚོ་ག་འདྲས་སུ་ཆུ་བཞི་གང་འགྲོ་ཡིན་པས། བྱེད་ཀྱི་ཡིན་ན་ཡག་པོ་བྱེད་ཀྱི་ན་བྱེད་མ་གཏོགས་ཁྱོད་རང་ཚོ་ག་འཇུག་མ་འཇུག་ཅིག་བྱེད་ཁ་བྱེད་ན་འགྲིག་གི་མེད་དཱ། ང་རང་ཚོ་ལ་ཡོད་པའི་སྙིང་གི་ནོར་བུ་གཅིག་གིས་མ་ཏོ་མེད་བ་འདི་ལ་ཁྱེད་རང་ཚོ་གི་སྡུག་པོ་མི་ཚེ་གང་ཅིག་བཏང་སོ་དྭགས་ཁྱོད་རང་ཚོ་གི་བྱས་ནས་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ང་རང་ཚོ་གི་མིའི་པ་རག་ལ་ཨ་ངོ་ཚ་བོ་གཅིག་དང་ང་རང་ཚོ་ཁམས་པ་གི་མིང་མཛེས་ཡས་འདྲ་བོ་གཅིག་དང་ག་རེ་གཅིག་བྱས་པས་ནས་ང་རང་ཚོ་ཁམས་པ་ལ་ཡོད་འདི་གང་ལ་ཁམས་པ་ཡོངས་རྫོགས་ལ་ཨ། ཅིག། ཞྭ་ལ་རྒྱ་ཞྭ་དུས་གང་ལ་ང་དང་ང་འདྲ་བོ་ཁམས་པ་དེ་ཚོ་ཨ། ང་ཚོ་དྭགས་ཀྱི་མ་ལ་ཉང་གི་དུ་དྭགས། ཨང། དེ་ག་གཅིག་པུ་ཚེག་མ་རེད་ང་རང་ཚོ་མྱངས་ནས་ཨ་ཁྱོད་རང་ང་རང་ཚོ་བོད་མིའི་སྒྲིག་འཛུགས་ལ་ཕན་ཅིག་ཐོགས་ཡོད་ན་དེ་འགྲིག་གི་ཡོད་རེད་ང་རང་ཚོ་གི་བོད་མིའི་སྒྲིག་འཛུགས་ལ་ཡང་ཕན་མ་ཐོགས་སྤྱོད་པ་རིག་རིག་རྐྱང་རྐྱང་ལོག་ཡོད་འདུག་གང་ལ་དེ་འགྲིག་གི་མི་འདུག་ད་ཁྱོད་རང་ཚོ་ངོ་ཚ་ཡ་ཡོད་པས་ལ་ནི་ལ་དགོས་ཀི་དུས་ཚོད་ཅིག་ཤར་ཡོད་རེད་ད་ཁམས་པ་དེ་ཚོ་སུ་དེ་སུ་ཡིན་ན་ག་བ་ནས་ཡིན་ན་རྐང་རེ་རེ་གཉིས་གཉིས་ཡིན་ན་ལངས་ཡོང་ཡ་གི་དུས་ཚོད་ཅིག་ཤར་ཡོད་རེད་ད་ད་རིང་ཧ་གོ་གི་ཡོད། ཨ་ཆུ་བཞི་གང་འགྲོ་ཁྱོད་རང་ཚོ་འགྲོ་གི་ཡིན་པ་ཡིན་ན་ཁྱོད་རང་ཚོ་ཨམ་ཆུ་ནང་གཉིད་སད་མང་པོ་བླུགས་ཚར་ཡིན། ཨ་མི་མི་གཞན་པ་གི་འགོ་ཚུགས་གི་འདུག་ཨ་ཁོ་ཚོ་ཚང་མ་གི་ལག་གི་འདུག་ཆུ་ཁུལ་ཁྱོད་རང་གི་དེ་འདྲའི་སྙིང་རྗེ་ཆེ་ནས་ཁམས་པ་དང་ཆུ་བཞི་གང་འགྲོ་དེ་ཚོ་གི་ཨམ་ཆུ་ནང་སད་བླུགས་གི་འདུག་དེ་སྙིང་རྗེ་ཁོ་ཚོ་གི་གོ་གི་མི་འདུག་ས་དེ་འདྲའི་ཡོད་རེད་ང་ཚོ་གི་གནས་སྟངས་ཨ། ཁོ་ཚོ་ལ་བསམ་བློ་གཏང་མཁན་གི་གནས་ཚད་ཡོད་ཁོ་ན་ཡོད་མ་རེད་ཡ་མེད་ན་ཁོ་ཚོ་ལ་གནས་ཚད་ཡོད་མ་རེད་ལབ་གི་རེད་ཡ་མེད་ན་དངོས་གནས་རྒྱ་མེད་ཀྱི།

ཨ་རྒྱ་མི་གི་དང་ཁོང་ཚོ་ལ་ཨ་པེ་ཤ་ཀྲེ་ལོག་ལས་ཀྱི་ཡོད་ཡིན་ན་ལ་ནི་ཨ་ཆུ་ཤུ་གང་དྲུག་གི་དེ་ར་ག་རུ་གའི་སློབ་ས་བསྟན་འཛིན་འདྲ་བོ་དེ་ཚོ་གི་བསམ་བློ་བཏང་སྟངས་དང་སྐད་ཆ་བཤད་སྟངས་དེ་ཚོ་ལ་བལྟ་བ་ཡིན་ན་བཟོ་ལྟ་ལ་བལྟ་བ་ཡིན་ན་ཨ་རྒྱ་མི་གི་དང་ཁ་ཡ་ཆེ་ཨ་ཡོང་ལས་ཀྱི་ཨ་འོ་འདི་འདྲའི་གི་མི་འདི་འདྲའི་ཡིན་དུས་གང་ལ་བསམ་བློ་ཡག་པོ་བཏང་ཡ་རེད་ངས་ཡང་ལོ་མི་མ།

མཐོང་སོ། གང་དེ་ཕོ་བྲང་གི་གཅིག་གསུང་བྱ་གྱུར་དེ་ནང་ལོགས་ལ་གཅིག་ཇི་ག་ཕྱི་ན་འབྲི་གུ་བོར་དེ་དེ་ནས་དེ་ཅི་ནས་བྱས་མ་སོང་རྩ་བ་ཉིད་ནས་བྱས་མ་སོང་གསུང་གི་འདུག་ཨ། གོ་གི་འདུག་ཨ། ད་རྒྱ་བོ་རིན་པོ་ཆེ་ཁ་ལ་བགྲོས་ནས་ཨ་ཞུ་ཞེས་ཨ་གངས་རིའི་ར་བའི་ཀོ་བའི་ཤིང་སྒང་དེ་ལ་ངའི་བུ་མོ་དེ་ཨ། ཨ། འདྲེ་མོ་ཨ་སྟོང་མ་དེ། ཨ་མདོ་བུད་མེད་ཚོགས་པ་གི་ཚོགས་གཞོན་ཀྲོའུ་ཅིན་ལང་འདས་དུ་ཨ་འབྲོ་ཀ་ལགས་མོ་ངོ་ཚ་ཡ་ཡོད་པས། ཧ་གོ་སོ་ཨ་བསོད་ནམས་ལགས་མོ་ངོ་ཚ་ཡ་ཡོད་པས། ཨ་དགའ་ཆུང་མ་ངོ་ཚ་ཡ་ཡོད་པས་དེ་སྙིང་ད་ག་རེ་གསུང་གི་འདུག His Holiness གི། His Holiness གི་ང་རང་ཚོ་བོད་མི་རིགས་རྡོག་རྩ་གཅིག་སྒྲིལ་བྱེད་ཡག་གི་ཐབས་ཤེས་ག་ཚོད་བཏང་འདུག་ཨ། ཁྱོད་རང་ཚོ་ཀྲོའུ་ཅིན་པ་ཡིན་ན་ཆུ་བཞི་སྒང་དྲུག་གི་མིང་ལ་ཨ། བརྟན་བཞུགས་ཡག་ཕུལ་མ་ཕྱི་བདེན་རྒྱབ་ག་ཚོད་བྱས་པ་ཡིན་ནས་ད་འདོད་ཡིན་ནས་ད་ད་རིང་ཅིག་བྱེད་ཀྱི་མེད་འགྲོ་ད་རིང་ཅིག་བྱེད་ཀྱི་མེད་འགྲོ་ད་འདོད་ཁ་ཟིང་ཁ་ཉིན་བདེ་བ་ལ་ཨ་ཆུ་བཞི་གང་འགྲོ་འདི་ཚོ་གི་ཨ་ངོམ་ནས་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་ལྔ་བ་ལ་བརྟན་བཞུགས་ཕུལ་ཡག་ཡིན་ལ་ནས་ཁོ་རང་ཚོ་གི་ལས་ཀ་བྱེད་ངེས་གང་ག་མིས་དགོ་བཤད་རྒྱབ་བྱས་ནས་ངོ་ཚ་གི་མི་འདུག་དགུ་བཅུ་གོ་བཞི་གི་རི་ཀོ་ཏིང་རེ་དྭགས་ངས་ཨ་མདའ་པླེ་བྱེད་ཡ་དེ་ཧ་གོ་གི་ཡོད་བ། ཨོ། དེ་འདྲའི་ཡིན་དུས་གང་ལ་ངོ་ཚ་ཡ་ཡོད་ཤི་ཨ་ཧ་གུ་གུ་ཡོད་བ། ག་ཚོད་བར་དུ་བརྟན་བཞུགས་ཡ་ཕི་མ་ཀྲེ། ག་རེ་ཅི་ཡ་ཡིན་འདི་ཚོ་གང་ག་ཁྱེད་ནི། དངོས་གནས་ལོས་ཡོད་གངས་ཏེ་ཕོ་བྲང། བསྟན་འཛིན་སྟག་ལ་ལ་དང་ཨ་ཅེ་རྒྱ་རི་སྒྲོལ་མ་དང་ཁྱོད་རང་ཚོ་སུ་དང་སུ་ཡིན་ན་ངས་སྐུ་ཆུ་གསུམ་འབོད་གི་ཡིན་ད། བརྟན་བཞུགས་ཕུལ་མ་བཅུག་ཨ་འདི་ཚོ་ལ། བརྟན་བཞུགས་ཕུལ་ནས་ཧ་ལས་ཡོད་མ་རེད། འདི་ཆུ་བཞི་གངས་འགྲོ་ར་བོ་འདི་ཚོ་གིས་བརྟན་བཞུགས་ཕུལ་ནས་ཧ་ལས་ཡོད་མ་རེད་ཨ་ནི་ང་འདྲ་བོ་ཅིག་ཡིན་པ་ཡིན་ན་རོ། དངོས་གནས་ལོས་ཀྱི་ཡོད། ངའི་ཨ་ཕ་བོད་ནས་མར་སླེ་ནས་རོགས service ག་ཚོད་སྤྲད་ཐུབ་ཀྱི་ཡོད་དེ་ཨ་ནི་ང་འདྲ་བོ་ཅིག་སྐྱེས་ཡོད་འདི་ག་ལ་ང་གི་ང་དང་ང་འདྲ་བོ་དེ་འདྲའི་སྤུ་གུ་མང་པོ་ཡོད་རེད་དེ་ལ་ཨ་ང་རང་ཚོ་བཙན་བྱོལ་ནང་ལོགས་ལ་ང་ཚོ་ཚང་མ་ཚང་ནས་འབོད་རྒྱུ་ཡིན་ང་རང་ཚོའི་སྐད་ཆ་ཡོང་གི་འདུག་ང་རང་ཚོ་ཚང་མ་ཚང་ནས་འབོད་རྒྱུ་ཡིན་འདི་ཚོ་འདི་ཆུ་བཞི་གང་འགྲོ་ལ་རྒྱ་རོམ་བཅས་མཉམ་དུ་བརྟན་བཞུགས་ཕུལ་ཡ་ར་མ་སོགས་ལ་ནི་ང་ཚོ་བློ་ཕམ་ས་མ་རེད་ང་ཚོ་ཡིན་ན་དགའ་བསུ་བྱེད་ཀྱི་ཡིན་ང་ཚོ་ཡིན་ན་ཐུགས་རྗེ་ཆེ་ཞུ་ཡ་ཡིན་ག་རེ་བྱེད་ནི་ལབ་ཡིན་ན་ད་ལྟ་བར་དུ་འདི་དགེ་བཅུ་དང་དགུ་བཅུ་གི་འདབ་ཤུལ་ལ་གླེང་ངེས་དེ་ཚོ་ཡིན་པ་ཡིན་ན་རེད་སྙེ་མ་ནས་ག་རེ་བྱུང་པ་ཡིན་ན་རེད་ད་ཚ་ཚ་བ་དེ་ཚ་ཚ་བ་རེད་ལ་ན་ཁོ་རང་ཚོ་ཡང་རོ་རྙིང་པ་དྲུད་དྲུད་ནས་ཡོང་ནས་ཨ་སྐད་ཅག་ཕིན་ཅི་ཀོ་ལོ་རྐྱང་རྐྱང་བཤད་ནས་དེ་འདྲས་བྱས་ཡོང་དེ་ག་ལ། མ་འོངས་པ་གི་སྤུ་གུ་དེ་ཚོ་གི་ཨ་མཆོག་ནང་ལ་ག་འཇུག་མ་འཇུག་འཛུལ་ས་རེད་ལ་ནི་སེམས་ཁྲལ་ལ་ནི་སེམས་ཁྲལ་འདུག་རོ་ཨ། སེམས་ཁྲལ་གཅིག་པུ་མ་རེད་འདི་ང་རང་ཚོ་གི་བོད་རྩ་དོན་ལ་ཡང་གནོད་གི་གནོད་པ་བྱེད་གི་བྱེད་དུས་གང་ལ། དེ་ཀུན་གྱིས་ཁྱེད་རང་ཚོ་གི་ཨ།

ང་རང་ཚོ་བཙན་བྱོལ་གཞུང་གི་ཨ་ལེ་དང་པོ་ཕྱི་འཛམ་བུ་གླིང་གི་སྡིངས་ཆ་སྒང་ལ་ངོས་ལེན་རོགས་བྱས། དེ་ངོས་ལེན་པ་ཡིན་ན་ཨ་ནི་བོད་དེ་བོད་པའི་གི་ཡིན་པ་བི་ངོས་ཀྱི་ཆག་བོར་བ། དེ་འདྲའི་ཡིན་གྱི་ཡིན་གྱི་ལ་ཆུ་བཞི་སྒང་འགྲོ་དེ་ཚོ་ཨ་ད་དེ་ལི་ཐང་གི་སྐད་ཆ་དེ་རེད་ཁོ་རང་ཚོ་གི་ལི་ཐང་གི་རོ་དེ་བྲུས་ཡོང་གི་འདུག

བོད་མི་དྲུག་ཅུ་དྲུག་གིས་དྲུག་གིས་ལ་འདི་པ་ར་ལ་ཆུ་བཞི་གངས་ཕྲུག་གི་འཚང་ཁ་རྒྱག་ནས་ཡོང་ནས་ཁོ་རང་ཚོ་དུ་ལོག་ག་ཅིག་ཁོ་རང་ཚོ་སོ་སོ་གི་ཁབ་ཚང་གཞུང་གཅིག་བཟོས་གོ་བསམ་གོ་ནའོ་ཁྱེད་རང་ཚོ་བསམ་བློ་བཏང་ད་བློ་བཟང་སེང་གེ་གི་པར་འདི་ཚོའི་ཨ Video འདི་ཚོའི་རྒྱ་མི་གི་ཨ National Channel ནང་བསྟན་གི་འདུག་ལ་ཡ་ད་གཅིག་ཨ་བློ་བཟང་སེང་གེ་གི་ད་ཨ Asia Freedom Institute ལ་ནས་རྒྱའོ་རིན་པོ་ཆེ་གི་ཨ་ཡང་སྲིད་གང་ལ་ཡིན་ལ་ནས་ཨ་སྔོ་སངས་སེང་གེ་དག་དུས་གར་ས། སྐྱེ་ཐོག་ཨོ་ག་ཚང་གི། ཡང་སྲིད་གང་ལ་ཡིན་ཡིན་ལ་ནི་ཟོས་ནི་འགྲོ་བདེ་གོ་ཨེ་གི་རྒྱུ་མཚན་དེ། ག་བ་ལ་ཐུག་གི་དོ། ཨ། དེ་ཚོ་གང་ག་གནས་སྟངས་ག་བ་ཐུག་གི་དོ། ཁོ་ཚོ་ག་རེ་བསམ་གོ་རེ་ཨ་ནི་དེ་གང་ལ་གའོ་ཧྥེ་འདི་འདྲ་བོ་ཡིན་ན་མེ་ནེ་ཕོ་ལིས་གི་ཨ་སན་ལུའི་པག་ནང་ལོ་ལ་ཨ་ཆུ་བཞི་གང་འགྲོ་ལོ།

ད་འདི་འདྲས་བྱེད་ཀྱིན་བྱེད་ཀྱིན་ལ་འདི་པ་ར་ལ་གཞོན་ནུ་དང SFT དང་ཨ། དབུ་མ་དང་འདི་ཚོ་ཚང་མ་ཨ་རང་བཙན་ལ་འགྲོའི་ཞོ་ཨ། འདི་ཚོ་ག་རེ་ཕན་ཐོག་གི་དོག་བོད་མི་ཚོགས་པ་དང་ཁྱོད་རང་ཚོ་ག་རེ་ཕན་ཐོག་གི་དོག་དངོས་གནས་ལོག་གི་དང་ང་རང་ཚོ་གི་བོད་མི་རིགས་རེ་རེ་གཉིས་གཉིས་གསུམ་གསུམ་ཚང་མ་ལོག་གི་ཡོད་ཁྱོད་རང་ཚོ་ཚོགས་པ་ནང་ལ་ཡོད་ན་ཡོད་མེད་ན་མེད་སུ་དང་སུ་ཕལ་སྐད་ལ་ད་གད་གད་དར་འཁྱིལ་ནས་འགྲོ་ངེས་ཀྱི་ཡོད་ཨ་ཁྱོད་རང་ཚོ་ཚང་མ་ལག་གི་ཡོད་ཁྱོད་རང་ཚོ་འགྲོག་ནས་སྡུག་ཅག་རེད་ང་ལབ་ཐུག་གི་མེད་ང་རང་ཚོ་གི་བོད་པའི་གི་གནས་ཚང་ཁོ་རང་ཡིན་འདྲས་རེད་ཨ། པའི་ཐབས་སྐྱོ་བོ། ལག་པ་འཐམ་ནས་མ་བྲིས་མ་འཐམ་ནས་མ་བྲིས་ཤེས་ནས་མ་བྲིས་མ་ཤེས་ནས་མ་བྲིས་འདྲ་བོ་ཅི་ཡོད་རེད། དེ་ཡིན་དུས་གང་ལ། ཨ་ལས་དང་པོ་ཉན་དགོ་ས་ག་བ་རེད་དོ་ཉན། ག་རེ་བྱེད་དགོ་ས་རེད་ག་རེ་བྱེད་ཐུབ་ས་རེད་ད་ག་རེ་བྱེད་ཐུབ་ཀི་མི་འདུག་འདི་ཚོ་གང་ག་བལྟ་དགོ་གོ་རེད། འདི་འདྲས་ཡིན་ཙང་ཨ་རིའི་ང་རང་ཚོ་གང་ཁ་གཅིག་གི་བག་ཐུག་ཁོ་ཨ་ནམ་ཞར་རྒྱུན་དུ་ནས One Tibet Channel དང Facebook Live Tibetan དང་ད་ལྟ་ཁོ་རང་ཚོ་གི Channel གསར་བ་ག་ཞེ་བཅས་བཞག་འདི་ཚོ་ནང་ལོག་ལ་ཁྱེད་རང་གི་ལྟ་བ་ཡིན་ན་རོགས་ཁོ་ཚོ་ཚང་མ་ག་འདྲས་རེད་ལ་ན་རྐང་བཙུགས་ནས་ཨ་དེ་རབས་ཀྱི་རྙོག་དྲ་འདྲ་བོ་དང་རྡ་རམ་ས་ལ་ལ་རྒྱ་གར་གྱི་རྙོག་དྲ་འདྲ་བོ་དང་ཨ་ནི་བུ་མོ་གཡང་སྒྲོན་གྱི་རྙོག་དྲ་འདྲ་བོ་དང་ཨ་ནི་ཛ་ད་པ་ད་གང་ཁ་ཡག་བསྒྲུགས་ནས་བུད་མེད་སྒྲུག་ཚོགས་རང་ལ་སྐྱོན་འཛུགས་བཙུགས་ཡག་གི་ལས་ཀ་རྐྱང་རྐྱང་བྱས་ཡོད་དུས་གང་ལ། དེ། ཕྱི་གསལ་ནང་གསལ་རེད་འདུག་བསོད་ནམས་ཨ་ནུ་ཐང Proof སྤྲད་ཀྱི་ཡོད། དེ་ཕྱི་གསལ་ནང་གསལ་རེད་ཁྱོད་རང་འདྲ་བོ་ཅིག་ཡིན་པ་ཡིན་ན་རྒྱ་མིའི Embassy ལ་འགྲོ་དགོས་ཀྱི་ཡོད་ལ་ནི་རོགས་པ་ཅིག་ལ་ལ་འདུག་བ། རྒྱ་མིའི Embassy ལ་ཁྱོད་སྐྱག་པ་ཟ་ག་འགྲོ་གི་ཡོད་པས། ཨ། ཁྱོད་རྒྱ་མིའི Embassy ལ། ལྟོགས་སློབ་ལེན་ག་འགྲོ་གི་ཡོད་བ། ཨ་ང་རང་ཚོ་ནང་ནང་འགོག་ལ་དཀྲུག་ཡག་གི་གླ་ཆ་དེ་ལེན་ཁ་འགྲོ་གི་ཡོད་བ། ཕལ་སྐད་ལ་སྲིད་སྐྱ་ཁ་འགྲོ་གི་ཡོད་བ་རྒྱ་མི་གསོ་བ་བྱེད་ཁ་འགྲོ་གི་ཡོད་བ། འོ་དེ་འདྲའི་ཡིན་དུས་གང་ལ་ཁྱོད་རང་ལ proof སྤྲད་ཀྱི་ཡོད་ད་དེ་ཚོ་ཚང་མ proof རེད། དེ་ཚང་མས་གི་ག་རེ་བྱེད་གི་འོག་རེད་ལ་ན་ང་རང་ཚོ་གི་བོད་མིའི་སྒྲིག་འཛུགས་ལ་གནོད་པ་བྱེད་གི་འོག་རེད་ད། ད་ཁྱོད་རང་ཚོ་ག་ཚོད་མ་གོ་ག་ཚོད་ཨ་རྒྱལ་དར་བཤམས་ནས་ཨ་རྒྱལ་དར་བཀྲམས་ནས་ཁྱོད་རང་ཚོ་སྐད་རྒྱག་ན་རྒྱབ་ཞི་ཅིང་ཕིང་ལ་རྡུ་རིང་ངན་ཚོད་ག་ཚོད་མ་གོ་ག་ཚོད་ལབ་ན་ལབ་ཨ་གང་འདྲས་ང་ཚོ་གི་བོད་དོན་ལ་ཕན་ཐོག་གི་དོག། གར་ཅིན་ལ་ནི་ཕྱི་ལོག་གི་རྣམ་པ་ལ་ཁྱོད་རང་ཚོ་གི་ཨ་ཨ། Canada དང America ལ་ནི་ཞི་བོ་ཅིག་བྱེད་གི་ཡོད་བསམ་གོ་རྒྱལ་དར་འཁྱེར་ནས། ཡིན་ནས་ནང་གོ་ལ་ང་རང་ཚོ་གི་བོད་མིའི་སྒྲིག་འཛུགས་ལ་གནོད་བསྐྱལ་བཞག་དུས་གང་ལ་དེ་ག་འདྲས་ཅི་ནས་ཨ་ཨ་ང་ཚོ་གི་ད་བོད་དོན་དང་རྩ་དོན་ལ་ཕན་ཐོག་གི་དུ་བས། དྲི་བ་འདི་རེད་དེ་ག་འདྲས་ཅི་ནས་ཕན་ཐོག་གི་དུ་བས། ད་བསམ་བློ་བཏང་ད། ཁྱིམ་ལགས་མོ་ཁྱོད་རང་ཡིན་ནས་བསམ་བློ་བཏང་ད། ད་འདོད་ཁྱེད་རང་ཡི Leader ལ་ནི་འདྲ་འདྲ་དོན་འགྲུག་འདུག་བ། སྐམ་སེ་སྐམ་ཁ་ཟིན་ངེད་ཅག April ལ། རྒྱ་བོར་མི་གཅིག་གི Video Viral འགྲོ་དུས་གང་ལ་ཁྱོད་རང་ཚོ་ཁྱོད་རང་དང་འཇིགས་མེད་ཨུ་རྒྱན་དང་ཁྱོད་རང་ཚོ་ཤན་ཕེན་དང་ཁྱོད་རང་ཚོ་དོན་ནི་འགྲོ་ཡིན་པ། ཨ། འདྲབ་ཆགས་དོན་ནི་འགྲོ་ཡིན་པ། ཞུ་སྐད་ཐུགས་སུ་བས། ཨ། མོ་གོ་སྐད་ཆ་ཨུ་འདྲ། ལ་གོས་དེ་མ་ལ་བ་ཆེ་སྐད་ཆ། ཕིན་ཆི་ཀོ་ལེ་ཀྱང་ཀྱང་བཤད་བསྡད་ཡིན་པ། ང་རང་ཚོ་གི་ལུགས་སྲོལ་རེད་ཅེས་ལས་མ་བཏོན་ཡང་ང་རང་ཚོ་གི་ལུགས་སྲོལ་རེད། རེད་ལུགས་སྲོལ་རེད་ཡིན་ན་འདི་དང་ག་རེ་འབྲེལ་བ་དང། His Holiness གི Video ཉམས་མདོག། ཡིད་ལུས་མཚན་ལྡན་གྱིས་ཤེས་ཡོད་ན། འདྲི་ཡོར་བ། ཡིད་ལུས་མཚན་ལྡན་གྱིས་མ་ཤེས་པ་བཅས་ད་ག་ཚོད་མི་ལ་མགོ་གཡང་ཡང། མི་ལ་ད་འདོད་འདི་སྐད་ཆ་གང་ལ་ཤེས་མང་པོ་ཅིག་བཤད་བཅུག་ཡ་གི་གོ་སྐབས་ཅིག་བཟོས་ཡས་ནི་ཁྱོད་རང་ཚོ་གི་འདི་འདྲའི་ཕྱི་ནས་འགྲོ་ཞག་འདི་གང་ལ་འདི་ཕྱིན་ལ་ཀོར་དང་པོ་མཱི་ཀལ་གི་དེབ་དེ་ཀློགས་ལ་ནི། ཨཱ་ནི་དེ་ནས། ཨ། འཛམ་བུ་གླིང་གི་སྡིངས་ཆ་ག་རེ་ལ་བབས་ནས་ཁྱོད་རང་ཚོ་གི་བིའུ་ཇོ་དོན་སོང་ན་ང་ཡི་གེ་བཀྲམ་རོགས་གོ་ཨཱ། གཞན་མེད་ན་ཁྱོད་རང་ཚོ་གི་བིའུ་ཇོ་ག་ཚོད་མོ་གོ་ག་ཚོད་གཏོང་སོང་ན་ང་ནི་མི་ལམ་སང་ཧའི་བྱེད་གི་རེད་ཨཱ་རེ་པོར་བྱེད་གི་རེད་མོ་གོ་ལ་གི་རེད་ཨཱ་ཧ་གོ་སོ་ཨཱ་དེ་ང་ཚོ་སེམས་ཁང་འཁྲུད་དོན་གནོད་གི་འདུག་ལ་གོ་རེ། ཧཱུྃ་བྷྱོ། སེམས་ཁམས་འཕྲོད་བསྟེན་ལ་གནོད་གི་འདུག་ང་རང་ཚོ་གི་སྤུ་གུ་འདི་ཚོ་གི་སེམས་ཁམས་འཕྲོད་བསྟེན་ལ་གནོད་གི་འདུག་ང་རང་ཚོ་གི་བུད་མེད་སྒྲིག་ཚོགས་ལ་གནོད་པ་བྱེད་ཀྱི་འདུག་ཨ། འདི་ཚོ་གང་ག་དཀྲུགས་ཤིང་རེད་ལ་ནི་ང་ཚོ་འོ་དེ་རི་པོར་བྱེད་ཀྱི་ཡོད་ང། ཧཱུྃ་བྷྱོ། དེ་ལ་དུས་གང་ལ་ཁ་བ་ནི་ནས་ཏག་ཏག་བསྡད་ཀྱི་མི་འདུག་ད་འདོད་འདི་གོས Audacity ལ་རིང་ཨ་ཕྱི་མི་ལ་མོ Audacity འདི་གོས་འདུག་གི་སྤུ་གུ་གཅིག་གི་གར་ལག་གི་འདུག་དྲ་གྲུ་ནམ་མཁའ་གི་ང་ལ། ཨ། ངའི་ལའི། ཁྱོད་རང་ཚོ་གིས་ང་ལ་བྱིས་སྡང་ཇི་ཡོར་བར harass བྱས threaten བྱས bully བྱས་བརྙས་བཅོས་བྱས་ཨ། ཅི་སོགས་གང་ལ་ང་ལ་དུག་ཅག་མང་པོ་བྱས་ལ་དུས་གང་ལ་ད། དེ་ཚོའི་གང་གཱ། ཁྱོད་རང་གིས་ང་ལ་ད་ལྟའི་སྐྱེན་པའི་སྐྱག་ག་ཤོས་ཨ། ང་ལ་ནེ་པ་ལི་ཤར་པ་ལ་ལབ་ཚར་བ་བྱས་ལ་ཁྱོད་རང་ང་ལ་སྐྱེན་པའི་སྐྱག་ག་འགྲོ་ཡིན་པས་ལ་ཡ་དེ་ངོ་ཚ་མ་བྱེད་བས་ལ་དུས་གང་ལ་ཁྱོད་རང་ལ་དེ་གང་གཱ deserve བྱེད་དགོས་རེད་ས། ག་རེ་བྱས་ནས། དེ་འདྲས་ཡིན་པ་ཡིན་ན་ང་རང་ཚོ་གི་སྲོག་དེ་སྤེལ་གོ་རེད་རྒྱ་མི་ཞི་ཅིང་ཕིང་གིས་ང་ཚོར་བྱེད་ཡ་དེ་ང་ཚོ deserve བྱེད་ཀྱི་ཡོད་ཀྱི་རེད་བ། རེད་བ་ཁྱི་མི་ལ་མོ། ཨ། རེད་བ། སྐད་ཆ་འདིར་ད། ནར་མི་ལའི་ཇི་ཡོར་ད་ལས་རྒྱུ་འབྲས་ལའི་ཇི་ཡོར་ད་ཧ་གོ་གི་ཡོད་བས། ངོ་ཚ་ཡ་ཡེས་ཤི་ཡ། དེ་བཞིན་ད་ཡོད་ང་རང་ཚོ་བོད་པ་གི་ཀླད་པ་དེ upgrade བྱེད་གོ་འདུག་ལ་ཡིན། དམིགས་བསལ་གྱི་དགྲ་འདྲུ་ནམ་མཁའ་འགྲོ། མི། ཀླད་སྟོང་རྗེ། བསམ་བློ་ཁྱོད་ནི་མ་བཏང་བར་ལས་ཀ་སྒོམ་འཇུག་ལོག་ནས་ག་འཇུག་མ་འཇུག་ཅིག་བྱས་ད་འདི་ཞི་བུ་ཅན་བོད་དོན་དག་ལ་ཞི་བུ་ཅིག་བྱས་ཡིན་བསམ་ན་དངོས་གནས་བྱིན་རླབས་རོགས་བོད་དོན་དག་ལ་ག་རེ་སྐུ་ཅིག་མ་བྱིན་ནི་བདེ་ངེས་གཅིག་ཁོ་རེ། ཡ་མེད་ན། ག་སྐུ་ཅིག་མ་བྱིན་ངེས་གཅིག་ཁོ་རེ། ཡ་མེད་ན། ཨ། ཁོ་རྒྱ་མིག་གི་སོ་བ་རང་རེད། ཡ་མེད་ན་རྐང་བཙུགས་ནས་ཨ་དེ་ལི་ཐང་ཨ་སྟག་གི་ཉལ་ལི་ར་བུ་དེ་ཚོའི་ཡིན་ས་རེད། རྐང་འཛུམ་དཀྲུགས་ཤིང་ནང་ཁ་ཡོང་ཡ་ཅག་མ་བྱེད་ཨ་ལི་དང་ཨ་སྟག་གིས་མཐའ་མ་ཐ་ཤུ་ལ་གྲོང་ཨེ་ངན་ལ་རྒྱའུ་རིན་པོ་ཆེ་ལ་བརྟན་བཞུགས་ཕུག་ནས་དགོངས་དག་ཐུགས་གཏན་ཞུ་ཚར་བར་དག་གཅིག་པ་གཅིག་སེ་བའོ་ཡེ་ཤེས་ཀྱ་ཞུ་ཡོད་རེད་ཡིད་མ་ཆེས་ན་བའོ་ཡེ་ཤེས་སྐྱམ་ལ་སྐད་ཆ་དྲིས་དང་ཨ་བ་ཡུལ་ལ་བའོ་ད་འབྱོར་པ་དྲིས་ལ་དྲིས་དང་བའོ་ཡེ་ཤེས་སྐྱམ་ལ། དེ་འདྲའི་ཕྱིར་ནི་ཁྱེད་རང་ཚོ་དགེ་བཅུ་དང་དགུ་བཅུ་གི་ལྡབ་ཞུ་ལ་སླེབས་ངེས་མི་དེ་ཚོ་ག་ཀོ་ཅིག་མ་གཤེགས་ནས་ག་འཇུ་མ་འཇུ་ཅིག་བྱས་བཞག་དུས་གང་ལ་ཁྱོད་རང་ཚོ་གི་ཏག་ཏག་སྡེ་གུ་འོག་མར་དག་ཁྱོད་རང་ཚོ་གི་ཆུ་བཞི་གང་འགྲོ་གི་མིང་མཛད་གི་ཡོད་ར་དག་ཧ་གོ་གི་ཡོད་ན། ཁྱོད་རང་ཚོ་གི་ཆུ་བཞི་གང་འགྲོ་གི་མིང་ལ་ག་བ་ནས་ནས Justice སྤྲད་གི་འོག་མ་རེད། ཕྱི་མི་ལ་མོ་ལ་ན་འདི་རེད་ག་འདའ་གཏོར་དམག་གི་ལྟག་པ་རེ་ཞིག་ངོམ་བསྡད་གི་འདུག་ཨ། ཨ། དེའི་མཇུག་མ་འོས་ཤོག་ལ་ལང་གི་རེད་འདྲ་བོ་ཤེས་གི་འདུག་ཨ Canada ནས་ལངས་ངའི་བུ་མོ་ཞིག་འདུག་ཨ་འོ་དེ་རེད། ཁོ་ནས་ཁོ་མ་སོ་དོ་དོ། ཕྱི་མི་ལ་མོ་ངོ་ཚ་གི་མི་འདུག་བས། ང་ལོ་གཅིག་ལས་ལྷག་ཚེ་ཨ་དེ་ལ་སྐད་བརྒྱབ་ནས་བསྡད་ཡོད་དེ་ཁྱོད་ར་གོ་གི་མི་འདུག་བ། ཨ། ད་འདི་རྒྱ་མིས་ཀྱིས་ང་ཚོ་ལ་ཨེ་འདྲས་བྱས་བས་རེད་ད་ཕ་འདྲས་བྱས་བས་རེད་འདྲ་བཅག་རྐྱང་རྐྱང་དོན་ཡ་ཅིག་ངོ་ཚ་གི་མི་འདུག་བས་ང་ཚོ་སྐྱེ་མེད་གཅིག་པར་གདའ། སྐྱེ་མེད་གཅིག་གི་ན་ཚ་སྐྱེ་མེད་གཅིག་གི་ཧ་མ་གོ་ཚ་ལ། ཡ་སྐྱེ་མེད་གཅིག་གི་ན་ཚ་དེ་སྐྱེ་མེད་གཞན་པ་གཅིག་གི་མགོ་མ་ཚུགས་ན། ད་འདི་ཡིན་ནས་ས་ཁྱེད་རང་ཚོ་གི་ན་ཚ་དེ་བཤད་ག་འགྲོ་བ་ཡིན་ན་མིག་གི་ཨམ་ཆུ་ཉན་གི་མ་རེད་ཧ་གོ་སོ་ཨ། ད་ང་རང་ཚོ་གི་གནས་སྟངས་འདྲ་བོ་ཅིག་ཡིན་པ་ཡིན་ན་ཨེ་འདྲེ་ཡོད་རེད་ཨ། དང་པོ་འདི་ཉན་ཡ་ལོ་ཨ་ངེས་ལགས།